གཏན་འཇགས་ཀྱི་དམག་མཚམས་འཇོག་གི་གན་རྒྱ་ཞིག་བཞག་ཐུབ་པར་བྱུང་ན། ཨ་རིའི་ངོས་ནས་ཉིན་གསུམ་ཅུའི་རྗེས་སུ་ཨི་རན་གྱི་ཉེ་འགྲམ་སུ་ཡོད་པའི་ཨ་རིའི་དམག་དཔུང་རྣམས་ཕྱི་གཏན་བྱེད་རྒྱུ་ཡིན་པ། འབྲེལ་ཡོད་མང་པོས་སྐྱོན་བརྗོད་བྱས་ཏེ་ཨ་རིའི་ངོས་ནས་ཨི་རན་ལ་ཆག་ཡང་སྤྲད་རྒྱུ་མང་དྲགས་འདུག་ཅེས་ཤོད་ཀྱི་ཡོད་པ། ཁོ་ཚོས་བསམ་ཚུལ་བྱས་ན་དེ་འདྲ་བྱུང་དགོས་དོན་ནི་ཨ་རིའི་ནང་གི་ཟླ་བ་བཅུ་གཅིག་ནང་གི Midterm Election། ཡང་ན་ཟླ་བ་བཅུ་གཅིག་ནང་གི་འོས་བསྡུ་ལ་བརྟེན་ནས་ཡིན་པའི་ཡིན་རབས་བཤད་ཀྱི་ཡོད་པ། ལྷན་རྒྱས་ཁམས་བཟང། ཐོག་མར་འཛམ་གླིང་ཤེས་རྟོགས Tibet Global Insights ལ Subscribe གནང་རྒྱུའི་རེ་བ་ཞུ་རྒྱུ་ཡིན། ངས་གསར་འགོད་སྙན་ཐོ་ཁག་གཟའ་ཟླ་བ་ནས་པ་སངས་བར་ཉིན་རེར་རེ་རེ་ཕུལ་གྱི་ཡོད་པས། དེ་རིང་གི་གསར་འགོད་སྙན་ཐོ་དེ་ནི། Financial Times ཚོང་ལས་ཀྱི་གསར་ཤོག་དེའི་ནང། ཨ་རི་དང་ཨི་རན་བར་གྱི་གནས་སྐབས་དམག་འཁྲུག་མཚམས་འཇོག་ཞིག་གི་གྲོས་མཐུན། བཞག་ཐུབ་ཡོད་པ་དང། སྲིད་འཛིན་ཀྲོམ་ཡང་ན་ཨ་རིའི་ངོས་ནས། ཨི་རན་གྱིས་དངུལ་ཁང་ནང་གི་དངུལ་བཀག་བཞག་པ་རྣམས་གློད་བཀྲོལ་གཏང་རྒྱུ་ཡིན་པའི་ཡིན་རབས་ཀྱི་སྐོར་གསར་འགོད་སྙན་ཐོ་ཞུས་འདུག་པས། དེ་རིང་གི་ལས་རིམ་ནང་གསར་འགོད་སྙན་ཐོ་དེ་ཡིས་སྙིང་བསྡུས་ཞུ་རྒྱུ་ཡིན་པས་ཚང་མས་གསན་རྒྱུ་སྤྲོ་བོ་ཡོང་བར་ཞུ། དེ་ནི་ཁ་སང་ཉིས་སྟོང་ཉི་ས་དྲུག་ཟླ་བ་དྲུག་པའི་ཚེས་བཅུ་བདུན་གཟའ་ལྷག་པའི་ཉིན། སྲིད་འཛིན Trump France གི་རྒྱལ་ཁང Versailles ནང་གསོལ་སྟོན་བཞུགས་རྗེས་སུ་ཁོང་གིས་གསར་འགོད་པ་ཁག་ཅིག་ལ་གསུངས་བར། ངས། གནས་སྐབས་དམག་འཁྲུག་མཚམས་འཇོག་གི་གན་རྒྱ་དེའི་ཐོག་ཡང་ན Memorandum of Understanding། MOU། དེ་ལ་ས་ཡིག་བརྒྱབ་ཟིན་པ་ཡིན་ཅེས་བཤད་ཡོད་པ་དང། གན་རྒྱ་དེ་ཡི་ནང་ཨ་རི་ཡིས། ཨི་རན་གྱི་དངུལ་བཀག་སྡོམ་བྱས་པ་རྣམས་གློད་བཀྲོལ་གཏང་རྒྱུ་དང། སྲིད་འཛིན་ཀྲམ་གྱིས་དེའི་ཐོག་གསུངས་བར། ཨི་རན་གལ་ཏེ Behave ཡང་ན། སྤྱོད་པ་ཡག་པོ་བྱས་ན། ང་ཚོས། ཁོ་ཚོས་དངུལ་བཀག་སྡོམ་བྱས་པ་རྣམས་གློད་བཀྲོལ་གཏོང་སྟེ་དངུལ་བེད་སྤྱོད་བྱེད་ཐུབ་པ་བཟོ་རྒྱུ་ཡིན་པ་དང། གནད་དོན་དེའི་ཐོག་པ་ཀི་སི་ཐན་གྱི་སྲིད་བློན། Shahbaz Sharif ཁོང་གིས་གསུངས་བར། གན་རྒྱ་དེ་ལག་བསྟར་མཁར་གཏུགས་བྱེད་རྒྱུ་ཡིན་པ་དང། Strait of Hormuz སྒོ་ཕྱེ་བ་དང་ད་དུང་ཨ་རིས་ཨི་རན་གྱི་མཚོ་ཁ་བཀག་པ་དེ་མཚམས་འཇོག་བྱེད་རྒྱུ་ཡིན་པ་བཅས་རེད་ཅེས་བཤད་ཡོད་འདུག་དེ་དག་ཐམས་ཅད་འཁོད་ཡོད་པའི་གནས་སྐབས་ཀྱི་གན་རྒྱ་དེ་སང་ཉིན་གཟའ་པ་སངས་ཉིན་སུའུ་ཙི་ལན་ནང་དུ་མཚན་རྟགས་བསྐྱོན་རྒྱུའི་མཛད་སྒོ་ཞིག་གི་ཐོག་པ་ཀི་སི་ཐན་དང་ཀ་ཏར་གྱིས་གོ་སྒྲིག་བྱས་པའི་འོག་ཏུ་ཁོ་ཚོས་མཚན་རྟགས་བསྐྱོན་རྒྱུ་ཡིན་པ་རེད་ཅེས་གནས་ཚུལ་བཀོད་ཡོད་པར། དེ་ནས་ཁ་སང་གན་རྒྱ་དེ་བཞག་ཐུབ་ཡོད་པའི་ཡོ་རབ་ཀྱི་གནས་ཚུལ་ཐོན་པའི་རྗེས་སུ་ད་ལྟའི་ཆར་ཨ་རི་དང་ཨི་སི་རལ། ཨི་རན་བཅས་ཀྱི་དམག་འཁྲུག་དེ་མཚམས་འཇོག་ཡོང་རྒྱུའི་མང་པོས་ཡིད་ཆེས་བྱེད་ཀྱི་ཡོད་པ་དང། དེ་ལ་བརྟེན། སྣུམ་གྱི་རིན་གོང་མར་ཆག་ཡོད་པ་དང་ད་དུང་ཁ་རྩང་ཟ་ཕུ་བོའི་གཉིད་ཞོགས་པ། སྣུམ་གྱི། འོར་འདྲེན་བྱེད་མཁན་གྱི་གྲུ་གཟིངས་ཆེན་པོ་ཁག་ཅིག། སེ་རུ་ཧུ་མུས་དང་ས་གནས་དེ་དག་ནས་ཐོན་ཐུབ་པ་བྱུང་ཡོད་པར། དེ་ལ་བརྟེན། མང་པོས། གནས་སྟངས་དྲག་རུ་འགྲོ་གི་རེད་སྙམ་པའི་ཡིད་ཆེས་བྱེད་ཀྱི་ཡོད་པ་རེད། གན་རྒྱ་དེ་ཡི་ནང་དོན་གལ་ཆེ་ཤོས་ཁག་ནི། ཐོག་མར་གན་རྒྱ་དེ་གནས་སྐབས་ཉི་མ་དྲུག་ཅུའི་རིང་ཡིན་པ་དང། དུས་འདའ་ཁ་ཤས་གོང་གི་བཞག་པའི་གན་རྒྱ་དེ་ཡི་འཕར་འགྱངས་ཤིག་ཡིན་པ་དང། ཨི་རན་གྱི་ངོས་ནས་སྣུམ་ཕྱིར་ཚོང་བྱེད་ཆོག་གི་ཡོད་པ། ད་དུང་ཨི་རན་ལ་ཨ་རི་དང་འཛམ་གླིང་རྒྱལ་སྤྱིས་བཀག་སྡོམ་བྱས་བ་མང་དག་ཞིག་བཀག་འགོག་མཚམས་འཇོག་བྱེད་རྒྱུའི་ཕྱོགས་སུ་འགྲོ་རྒྱུ་ཡིན་པ། ད་དུང་ཨ་རིའི་ངོས་ནས་བཤད་ན་ཨི་རན་གྱིས། དུས་དྲན་མཚོན་ཆའི་ལས་གཞི་དེ་མཚམས་འཇོག་གཏང་རྒྱུ་ཡིན་པ་བཅས་དེའི་ནང་བཀོད་ཡོད་པར། ད་དུང་དེའི་ཐོག་མཚམས་འཇོག་གཏང་དང་གཏང་ལུགས་སྐོར་གྱི་སྒྲོམ་གཞི་ཞིག་དེའི་ནང་བཀོད་ཡོད་པ། གན་རྒྱ་དེའི་ནང་གི་ད་དུང་དོ་སྣང་བྱེད་དགོས་པའི་གནད་དོན་གཞན་ཞིག་ནི། དབྱི་རན་གྱི་དམག་འཁྲུག་ལ་རྐྱེན་པས་གཏོར་རྒོལ་རྣམས་བསྐྱར་གསོ་ཡོང་ཐབས་ཆེད་སུ་ཨ་རིའི་ངོས་ནས། ཀྱི་ཤར་ཁུག་གིས་ཨ་རིའི་མཐུན་གྲོགས་ཀྱི་ལྷན་དུ་ཨི་རན་གྱི་བསྐྱར་གསོའི་ཆེད་ཨ་རིའི་ཟློ་ལར་བི་ལན་སུམ་བརྒྱ་ཡང་ན་ཐེར་འབུམ་སུམ་བརྒྱ་བསྡུ་རུབ་བྱེད་རྒྱུ་ཡིན་པའི་ཡིན་རབས་བཀོད་ཡོད་པ། ཨ་རིའི་ངོས་ནས་མཚོན་ན། ཨ་རིས་ཁོ་ཚོའི་ངོས་ནས་བཤད་ན་ཨི་རན་བསྐྱར་གསོ་བྱེད་རྒྱུའི་དངུལ་བསྡུ་རུབ་བྱེད་པ་ཡང་ན Iran's Reconstruction and Economic Development Fund དེའི་ནང་ཨ་རིས་དངུལ་བླུག་གི་མ་རེད་ཅེས་སྲིད་འཛིན་ཀྲམ་གྱིས་བཤད་ཡོད་པ། ད་དུང་དེའི་ནང་བཀོད་པ་གཞན་ཞིག་ནི་གལ་ཏེ་ཨི་རན་གྱི་ལྷན་དུ་གཏན་འཇགས་ཀྱི་དམག་མཚམས་འཇོག་གི་གན་རྒྱ་ཞིག་བཞག་ཐུབ་པར་བྱུང་ན། ཨ་རིའི་ངོས་ནས་ཉིན་གསུམ་བཅུའི་རྗེས་སུ་ཨི་རན་གྱི་ཉེ་འགྲམ་སུ་ཡོད་པའི་ཨ་རིའི་དམག་དཔུང་རྣམས་ཕྱི་འཐེན་བྱེད་རྒྱུ་ཡིན་པ་བཅས་བཀོད་ཡོད་པ་རེད། གན་རྒྱ་དེའི་ཐོག་འབྲེལ་ཡོད་མང་པོས་སྐྱོན་བརྗོད་བྱས་ཏེ་ཨ་རིའི་ངོས་ནས། ཨི་རན་ལ་ཆག་ཡང་སྟེགས་རྒྱུ་མང་དྲགས་འདུག་ཅེས་ཤོད་ཀྱི་ཡོད་པ། ཁོང་ཚོས་བསམ་ཚུལ་བྱས་ན། དེ་འདྲ་བྱུང་དགོས་དོན་ནི། ཨ་རིའི་ནང་གི་ཟླ་བ་བཅུ་གཅིག་ནང་གི Midterms Elections ཡང་ན Midterm Election ཡང་ན་ཟླ་བ་བཅུ་གཅིག་ནང་གི་འོས་བསྡུ་ལ་བརྟེན་ནས་ཡིན་པ་ཡིན་རབས་བཤད་ཀྱི་ཡོད་པ། ད་ལྟའི་ཆར་སང་ཉིན་གཟའ་པ་སངས་ཉིན་སུའུ་ཙི་ལན་ནང་ཁོང་ཚོས་མཚན་རྟགས་བསྐྱོན་པ་དང་དེའི་རྗེས་སུ་ཁོང་ཚོས་གྲོས་མོལ་ཐོག་གང་འདྲ་ཡོད་མེད་མང་པོས་ངང་སྒུག་བྱེད་ནས་བསྡད་ཡོད་པ། ཅེས་དེ་རིང་གི་གསར་འགོད་སྙན་ཐོ་དེ་ཡི་སྙིང་བསྡུས་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་དེ་ད་གར་མཚམས་བཞག་རྒྱུ་ཡིན། ངའི་མིང་ལ་ཡོན་ཏན་ཟེར་གྱི་ཡོད། ང་ནི་ཧྥ་རན་སི་ནང་གནས་སྡོད་བྱས་པའི་བོད་རིགས་ཤིག་ཡིན། གལ་ཏེ་ལས་རིམ་དེ་ཡག་པོ་འདུག་དགོངས་ན། དགའ་རྟགས་ནོན་པ། བརྒྱུད་སྐུར་བྱེད་པ། གཞན་ཡང Subscribe གནང་རྒྱུ་མ་བསྙེལ་བ་གནང་རོགས་གནང་བཀའ་དྲིན་ཆེ་ལས་རིམ་ཇི་མེད་ནང་མཇལ་ཡོང།